དེ་ཡང་རྒྱུད་བླ་མ་ལས་ཆོས་ཀྱི་སྐུ་ལས་མ་གཡོས་པར་སྤྲུལ་བའི་རང་བཞིན་སྣ་ཚོགས་ཀྱིས་སྐྱེ་བ་ངོམས་པར་སྐལ་བ་དང་དགའ་བདེ་གནས་ནས་འཕོ་བ་དང་རློམ་སོ་ཆུ་དང་དམ་པ་དང་སོ་ཡི་གནས་ལ་ཁད་པ་དང། བཙུན་མོ་འཁོར་གྱི་རོལ་བ་དང་ངེས་འབྱུང་དཀའ་བ་སྤྱོད་པ་དང་བྱང་ཆུབ་སྙིང་པོར་གཤེགས་པ་དང་འདུ་འཐད་འཇོམས་དང་རྫོགས་པ་ནི། བྱང་ཆུབ་ཆོས་ཀྱི་འཁོར་ལོ་དང་མན་ངག་འདི་པར་གཤེགས་མཛད་རྣམས་ཡོངས་སུ་མ་དག་བཞིན་རྣམས་སུ་སྲིད་པ་ཇི་སྲིད་གནས་པར་བསྟན། ཞེས་གསུངས་པ་ལྟར་འདོན་པ་འདི་ནི་ཡན་དུ་མ་ནས་སངས་རྒྱས་ཟིན་ཀྱང་འཇིག་རྟེན་གྱི་ཁམས་འདིར་ཕེབས་བསྐྱོད་པའི་རྒྱུ་མཚན་གཙོ་བོར་དུ་བྱ་དཀའ་དྲང་བའི་ཆེད་མཛད་པ་བཅུ་གཉིས་ཀྱི་ཚུལ་བསྟན་པར་མཛད་དེ་དགའ་ལྡན་གྱི་གནས་ནས་འཕོ་བར་མཛད་ནས་བླ་མ་སྒྱུ་འཕྲུལ་མ་ཡི་ལུམས་སུ་བཞུགས་པར་མཛད་པ་དང། དར་བ་བཅུ་བའི་རྗེས་སུ་ཤཱཀྱའི་སྲས་དེ་ནི་སྤྱི་ལོ་སྔོན། དགེ་ལོ། དྲུག་བརྒྱ་ནི་ཆུ་ཚང་བཀྲ་ཤིས་འོད་ནས་ལུས་པོའི་ནི་ཚ་སྡུག་པོ་སྡོམ་པར་མཛད། གཞོན་ནུ་དེ་ནི་སྟོབས་དང་ལྡན་པ་ན་མིའི་སེང་གེ་ལྟ་བུར་གྱུར་པ་སྟེ། སེང་གེའི་སྒྲ་སྒྲོགས་པའི་ཚེ་རི་དྭགས་ཀྱི་ཚོགས་ཐམས་ཅད་སྐྲག་པ་བཞིན་གཞོན་ནུ་དེས་ཀྱང། བྲམ་ཟེ། མོ་དེ་རི་དྭགས་ཚོགས་ཐམས་ཅད་ཚར་བཅད་ནས་བཙུན་མོ་འཁོར་དང་ལྡན་པར་མཛད་ནས། ཐབས་སྐྱེ་བའི་རྒྱལ་སྲིད་ཀྱང། དེ་ནས་ཁུར་བའི་བྱ་བ་ལ་ཆུ་སྲིན་གྱི། སྡོང་པོ་ལྟ་བུ་སྙིང་པོ་མེད་པར། སྐྱེ་རྒ་ན་འཆིའི་གེགས་དུག་ལྔ་རང་བཞིན་ཡིན་པར་གཟིགས་པས་དགུང་ལོ་ཉི་ཤུ་རྩ་དགུ་ལེན་པ་ནང་གི་སྲིད་ཐམས་ཅད་སྤངས་ཏེ་མཆོད་རྟེན་རྣམ་དག་དྲུང་དུ་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བར་མཛད། དེ་ནས་ཆུ་བོ་ནཱ་རའི་རྩེ་ནས་འགྲམ་དུ་ལོ་དྲུག་རིང་དགའ་བ་ཆེ་ནས་དྷརྨ་མངའ་བདག་ཡི་གནས་སུ་བྱང་ཆུབ་ཤིང་དྲུང་དུ་སྐྱིལ་ཀྲུང་དུ་བཞུགས་པའི་སྐབས། རྣམ་པ་དེ་ནི་ཀྱིས། རྟེན་འདི་བདག་གི་ལུས་བདེ་སྐམ་ཀྱང་རུང། པགས་པ་རུལ་བའི་ཚོགས་ནམ་ཞིག་ཀྱང་རུང། བཀའ་མང་ནི་བཀའ་བྱང་ཆུང་མ་གཏོགས་པར། རྟེན་འདི་ལུས་ནི་ལུས་སྐྱེད་མི་བྱའོ་ཞེས་གསུངས་བ་ལྟར་བསྟན་པ་དེ་ནི་དགུང་ལོ་སུམ་ཅུ་སོ་ལྔ་ལ་ངོམས་པར་རྫོགས་པར་སངས་རྒྱས་པའི་ཚུལ་བསྟན་པར་མཛད། དེ་ནས་ཡུལ་བ་ར་ན་སིར་བཀའ་དང་པོ་བདེན་བཞིའི་ཆོས་འཁོར་བསྐོར་བས་འཇིག་རྟེན་འདིར་ནང་པའི་ཆོས་ཐོག་མར་དབུས་ནས། དེ་ནས་བྱ་དཀའི་ཕུང་པོ་རི་བོ་ཀ་བར་བ་ཚེ་ནི་མེད་པའི་ཆོས་འཁོར། དེ་ནས་ཡང་བ་ཅན་ལ་སོགས་པ་ཀ་དྷ་མ་ལེགས་པར་རྣམ་པར་ཕྱེ་བའི་ཆོས་འཁོར་བསྐོར་རོ། སྤྱིར་བཏང་བསྟན་པའི་ཆོས་ལ་ལུང་གི་ཆོས་དང་རྟོགས་པའི་ཆོས་རྣམ་པ་གནས་སུ་འདུས་ཤིང་དེར་མ་འདུས་པའི་ཕུང་གསུམ་པ་ནི་མེད་དེ། དེ་ཡང་མཛོད་ལས། བསྟན་པའི་དམ་ཅན་རྣམས་ནི་དེ་ལུང་དང་རྟོགས་པའི་བདག་ཉིད་ཅན་དེ་ཟིན་བྱེད་དང་མར་བྱེད་པར་སྒྲུབ་པར་བྱེད་པ་ཁོ་ནའོ་ཞེས་གསུངས་པ་ལྟར་ལུང་གི་ཆོས་གསུང་ར་ཡན་ལག་བཅུ་ནི་སྟེ། དེ་ཉིད་ལས། མདོ་སྡེ་ཡང་ནི་ལུང་བསྟན་ཚིགས་སུ་བཅད། ཕྱིར་བཅོས་གླིང་བཞི་རྟོགས་བྱེད་དེ་ལྟར་འབྱུང་སྐད་ར་དགེ་དང་མན་ཆུང་བསྟན་ལ་བ་གསུང་ར་ཡན་ལག་བཅུ་ནི་ཞེས་གསུངས་བ་དང།

ཡུལ་བ་ར་ན་སིའི་ལ་ཁ་དང་པོ་བདེན་བཞིའི་ཆོ་གར་བསྐོར་རོ་མཐུའི་ཕུན་སུམ་ཚོགས་པ་ནི་དེའི་སྐབས་སུ་མཐུ་སྐྱེད་ཅིང་མ་གཅིག་ལ་བདེན་པ་མངོན་སུམ་དུ་མཐོང་ཞིང་ཆོས་ཀྱི་ཚིག་དོན་མི་བརྗེད་པར་མཚུངས་ཐོབ་པའི་དུས་ཙམ་མོ། གནས་ཕུན་སུམ་ཚོགས་པ་ནི་ཡུལ་འབྲོང་བ་ར་ན་སིའི་གནས་ཁྱད་པར་ཅན་ཡིན་ནོ། འཁོར་ཕུན་སུམ་ཚོགས་པ་ནི་འཁོར་ལྔ་སྡེ་བཟང་པོ་སོགས་གདུལ་བྱ་བརྒྱད་ཁྲི་དང་བཅས་པ་རྣམས་དེ་བར་གསུམ་དུ་འགོད་པར་མཛད་པ་དང། མཐར་གདུལ་བྱ་བདག་འཛིན་ཅན་རྣམས་འདུལ་བའི་ཆེད་རྩྭ་ཆུ་དྲུང་དུ་དགུང་ལོ་བརྒྱད་ཅུ་ལ་དགོངས་བ་ཆོས་དབྱིངས་སུ་ཐིམ་པར་འགྱུར་རོ།